མོར་གྱི་བསམ་གཏན་གྱི་མཛད་པའི་ལོ་གསར་འཇིགས་སྔགས་ཀྱི་རྩ་ཚིག་གི་ཤོ་ལོ་ཀ་དང་པོ་དུས་ཀྱི་ཚིག་རྐང་མཐའ་མ་དེ་རྣམས་ལ། དབྱངས་གཞིའི་གསར་བཤད་སུམ་ཅུའི་དང་རྩ་རྒྱུད་ཀྱི་སྟེ། དབྱངས་གཞི་དེ་གི་སྐོར་ལ་ངས་ངོ་སྤྲོད་མདོར་བསྡུས་ངོ་སྤྲོད་བྱས་ན་འདྲ། ནི་ད་ལྟའི་གི་གཤོང་སྟངས་ཀྱི་སྐོར་ལ་མདོར་བསྡུས་ཅིག་ཞུ་གི་ཡིན། ནི་དབྱངས་གཞི་དེ་དང་པོ་མཛད་མཁན་དེ་སུ་རེད་ཟེར་ན་དོ་མོ་བཟང་པོ་གྲགས་རེད། ནི་ད་དོ་མོ་བཟང་པོ་གྲགས་ཀྱི། ག་པར་ལ་དཔེ་ལྟ་བ་རེད་ལབ་ན་རྒྱ་གར་གི་ཡི་གེ་ལ་དཔེ་ལྟས་རྒྱ་གར་གི་ཡི་གེ་གི་ནང་ནས་དང་ལེགས་སྦྱར་གི་ཡི་གེ་རེད། ལེགས་སྦྱར་གི་ཡི་གེ་ལ་དཔེ་ལྟས་ནས་ད་དབྱངས་ཞེས་ད་མཛད་པ་དེ་ན་ད་རྒྱ་གར་གི་ལེགས་སྦྱར་གི་དབྱངས་བཅུ་དྲུག་ཡོད་རེད། ཨ་ནི་དབྱངས་བཅུ་དྲུག་གི་ནང་ནས་ད་དབྱངས་བོད་སྐད་ལ་དགུ་ཡག་གི་དབྱངས་ཞེས་དེ་ཚུར་ལེན་པ་རེད། ཨ་ན་འོ་ན། ལེགས་སྦྱར་གྱི་དབྱངས་བཅུ་དྲུག་དེ་ང་ཚོའི་སྤོ་སྐད་ཀྱི་ནང་ལ་བཞག་ན་ག་རེ་བྱས་ནས་འགྲིག་གི་མ་རེད་ལབ་ན། རྒྱ་གར་ལེགས་སྦྱར་གྱི་སྐད་ལ་སྐད་དང་ང་ཚོའི་སྤོ་སྐད་ཀྱི་གདངས་གཉིས་དེ་གཅིག་པ་ཡོད་མ་རེད། ཨ་ནི་མ་འདྲ་བ་སོ་སོ་ཡིན་དུས་ན་ཨ་ནི་རྒྱ་གར་གྱི་ལེགས་སྦྱར་སྐད་ལ་དབྱངས་བཅུ་དྲུག་སྟེ་མེད་པ་ཡིན་ན་ཁོ་རང་ཚོ་ལ་ཡང། སྐད་ཡིག་དེ་གའི་ལས་ཀ་ཏག་ཏག་བྱེད་ཐུབ་ཀྱི་ཡོད་མ་རེད། ཨ་ནི་དེའི་རྒྱུ་མཚན་གྱིས་རྒྱ་སྐད་ལ་དབྱངས་བཅུ་དྲུག་དགོས་ཀྱི་ཡོད་རེད། ཨ་ནི་བོད་སྐད་ལ་དབྱངས་བཅུ་དྲུག་བཞག་ན་དགོས་ཀྱི་ཡོད་མ་རེད་ག་རེ་བྱས་ཟེར་ན་བོད་སྐད་ལ་ཁོ་རང་གི་སྒྲ་གདངས་ཚང་མ་ལོག་སྲིད་ཡོད་རེད། དེའི་རྒྱུ་མཚན་གྱིས། ཐོག་མ་བསམ་བོད་ར་ཁོ་རང་གི་རྒྱ་གར་གྱི་ཡི་གེ་དང། རྒྱ་གར་གྱི་སྐད་དང་བོད་ཀྱི་སྐད་གཉིས་ཆ་ལ་ཞིབ་འཇུག། ཧ་ཅང་ཡག་པོ་བྱས་བྱས་པའི་རྗེས་ནས་ཨོ་བོད་སྐད་ལ་ད་དབྱངས་གཤིས་མ་གཏོགས་དགོས་ཡག་མི་འདུག་ཨ་ནི་གསར་པ་གསར་གཏོད་ཡག་མཛད་དགོས་གི་མི་འདུག་དེ་ནི་ད་ཁོ་རང་གི་མཐའ་མ་དེ་ལ་འདི་རྒྱ་གར་གི་དབྱངས་བཅུ་དྲུག་གི་ནང་ནས་རྒྱ་གར་འདི་བོད་ཀྱི་དབྱངས་གཤིས་དེ་ཚུར་ལེན་པ་རེད་དབྱངས་གཤིས་དེ་ག་རེ་རེད་ལབ་ན་ཨ་ཨ་ཀི་ཀོ་ཨི་ཨ་བྱམས་ཆུ་ཨུ་ཨ་འབྲས་བུ་ཨེ་ཨ་ན་རོ་ཨོ་ཨོ་དེ་ད་ད་ཡིག་གི་དབྱངས་གཤིས་པོ་དེ་དེ་རེད་ཨ་ནི་ད་དེ་ལས

དབྱངས་ཀྱི་ཡི་གེ་དང་གསར་བཤད་ཀྱི་ཡི་གེ་ཟེར་བ་གི་གཉིས་ཡོད་རེད། ཨ་ནི་དབྱངས་ཀྱི་ཡི་གེ་ཟེར་བ་དེ་ག་འདྲ་ཚིག་ཅིག་ནས་བྱུང་ཡོད་མེད་ཀྱི་སྐོར་དེ་གཉིས་ད་མདོར་བསྡུས་ཀྱིས་ཞུས་ཚར་སོང་བ་རེད། ཨ་ནི་ད་གཞི་ནས་ད་གཉིས་པ་གསར་བཤད་ཀྱི་ཡི་གེ་དེ་ད་ངའི་སྡེ་ཚན་རྗེས་མ་དེའི་ནང་ནས་ངོ་སྤྲོད་ཞུས་ཀྱི་ཡིན། ཨ་ནི། དེ་འདྲ་ཅིག་རེད་ཐུགས་རྗེ་ཆེ།